གཏམ་བཤད་བྱེད་ཡ་ཅིག། ཁས་ལེན་ཞུས་པ་ན་ཤེས་མཆད། ད་རྟེན་འབྲེལ་ཡན་ལག་བཅུ་གཉིས་བསྐོར། ཡ། ད་དོན་ཚན་འགྲོ་བ་དེ། ང་རེ་གི་སེམས་ཀྱི་ཆ་ཤིས་ནང་ལ་ཡ། སངས་རྒྱས་བཅོམ་ལྡན་འདས་འཛམ་བུ་ལོན་མི་ཡ། ཕྱི་རྒྱུད་སྣང་མཇལ། ཆོས་ཀྱི་འཁོར་ལོ་བསྐོར། ད་བཞུགས་གདན་འཇགས་དེ་འདྲའི་སྐབས་ལ་ཡ། རྟེན་འབྲེལ་ཡན་ལག་བཅུ་གཉིས་བསྐོར་གྱིས།

ཨེ་ནི། དགེ་སློང་མ་དེ་རྣམས་ཀྱི་སྐབས་ལ། རྩོད་པ་ཞི་བར་བྱ་བའི་ཆོས་ར་ག་ཚད་ཡིན་ན་གཅིག་ཡོད་རེད་བདུན་གྱི་ཚད་ཨེ་ཡོད་མེད་རེད་འོ་དེ་འདྲའི་གཅིག་གི་ཁ་ཐུག་ལ། ཨེ་ནི་ཤྲཱི་ལངྐ། སིངྒ་ལ་ཡི། རྒྱལ་པོའི་སྲས་མོ། མུ་སྟེགས་ཅན་ཟེར་ཡ་གཅིག་གི། འོ་དེའི་གི་ཨེ་ནི་ཇི་ལྟར་གསོལ་བ་བཏབ་པ་ན་བཞིན་བྱས་ནས། ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་བཀོད་གནང་ནས། ཤྲཱི་ལངྐའི་རྒྱལ་པོ་སྲས་མོ་མུ་སྟེགས་ཅན་ལ་ཡ་དེ་འདྲའི་ཡིན་ལ་བཅུ་གཉིས་ཀྱིས་ཨེ་ནི་རི་མོའི་ལམ་ནས། ཡ་ནི། དང་འབྲེལ་ཏེ་བསམ་པ་ཇི་བཞིན་ཡོངས་བྱ་ཞེས་སོགས་ཀྱི་ཚིགས་བཅད་རེ་ད་དེ་ཚོའི་ཐོག་ནས་བར་བསྐྱེད་སུ་བསྐུར་ན་བསྙེན་པ་བསྐུར་བ་གནང་བྱས། བསྐུར་བ་གནང་བ་བསྟན་པ་ལ་བརྟེན་ནས་ཨ་ནི། ཐག་དེ་རིང་པོ་ཞེ་དྲག་རེད་ཤི་རི་ལང་ཀ་ལ་རེད་རེད་དེ། འོ། དེ་འདྲ་བའི་གི་ཨ་ནི་རི་མོ་དེ་དང་ཡི་གེ་དེ་མཇལ་བ་ལ་བརྟེན་ནས་ཨ་ནི་བདེན་པ་མངོན་པར་རྟོགས་པའི་ཨ་ནི་ལོས་རྒྱུས་ཡོད་བསྡད་པ། ཡ་དེ་ཡང་གལ་ཆེན་པོ་ཞུ་ཅིག་ཨ། གང་ལྟར་དབུ་སྐྲའི་ན་སྤྱི་བོ་བ་གཅིག་གི་ལོ་རྒྱུས་མ་ཡིན་པ། སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པ་སྐབས་ལ་ཡ། དེ་འདྲ་བ་དེ་གི་ལོ་རྒྱུས་ཏིང་འབྲིང་ལ་བཅུ་གཉིས་ཀོ་རི་ཡ། ཨནི། སིན་དྷི་སའི་ཏི་ལི་ཡ་བསྐུར་གནང་ཡ་གཅིག། ཨནི། ཤི་རི་ལང་ཀ་ལ་བསྐུར་གནང་ཡ་གཅིག་ལོ་རྒྱུས་གཉིས་བྱུང་བ་ཡིན་པ། འོ་དེ་གི་དེ། ཅིག་ད། མང་ཚོགས་མཁྱེན་ཡ་ཐོམ་ར་ལ། ལོ་རྒྱུས་མདོར་བསྡུ་རི་མདོར་བསྡུ་རི་འདུག་སེ་སྙིང་བསྡུ་རི་སྙིང་བསྡུ་རི་བཅས་ཅིག་ཞུ་འོ་བསམ་གི་ཡོད། སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས།

ཀུན་ཏུ་ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་ལུང་སྦྱོང་ལུང་རྟོགས། རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་ལུང་སྦྱོང་ལུང་རྟོགས་འོ། དུ་ཚོད་གཤིན་པའི་ཐོག་ནས་ཨེ་ནས་ཀྱི། འཁོར་བ་ལ་སྙིང་པོ་མེད་པ་ཨེ་ནས་ཐར་པ་ལས་ཡིད་ཕྱོགས་པ་འོ། དེ་འདྲའི་གི་ཉམས་ལེན་གྱི་གནད་ལ་བསྐུར་ཡ་འོ། དེ་འདྲའི་ལ་ཡ་ཨེ་ནས་གཙུག་ལག་ཁང་གི་ཨེ་ནས། རྩིག་པའི་ལོགས་ལ་ཡ་འདི་འདྲའི་གྲི་གུག་རེས་བྱས་བྱས་ཨེ་ནས་འདུ་བ་ལུང་གི་ནང་ལ། ཡིག་གཅིག་གསུངས་པ་རེད་འོ། དེ་གསུངས་པ་དེ་ཡང་ཞེ་དྲག་གི་གལ་ཆེན་པོ་ད་དངོས་གནས་དྲ་གནས་ཀྱི་རྟེན་འབྲེལ་ཡིན་ལ་ཆོས་ཉིད་ཀྱི་རི་མོ་དེ། སྐབས་དེ་དུས་ཀྱི་སངས་རྒྱས་རང་ཉིད་ཀྱི་ཀྱི་མ་འོངས་པའི་གདུལ་བྱ་ཚོས་ཀྱི་ད་བདེན་པ་བཞི་ཡི་རྣམ་གཞག། འཕགས་པའི་བདེན་པ་བཞི་ཀྱི་རྣམ་གཞག། ལས་སླ་པོའི་ངང་ནས་རི་མོའི་ངང་ནས་ཀྱི། རྟོགས་ཐུབ་ཡག་དང་ཅིག་གོ་བ་རྙེད་ཐུབ་ཡག་གོ་དེ་འདྲའི་ཐོག་ལ་ཡང་དེ་བཞིན་གཤེགས་པའི་ཐབས་མཁས་པོའི་ཐོག་ནས་ཨ་ནི་ཏིང་ཀྲི་ཡན་ལག་བཅུ་གཉིས་ལུགས་འབྱུང་ལྡོག་གི་ཐོག་ནས་ཨི་བྷ་འབད་བརྩོན་གནང་བྱས་འདུག་ཅེས་ཨ་ནི་གཙུག་ལག་ཁང་གི་སྒོམ་སྦྱོར་འམ་དེ་འདྲ་ལ་ཡང་རི་མོའི་ལམ་ལ་བཀོད་དགོས་པ་རེད་གསུངས་ཡག་གོ་རྒྱུ་མཚན་དེ་འདྲའི་ཅིག་ལ་བལྟས་པ་ཡིན་ན་ཡང་ང་ཚོས་ཏིང་ཀྲི་ཡན་ལག་བཅུ་གཉིས་ཀྱི་རི་མོ་དེ་ཞིབ་པོ་ཅིག་གིས་སློབ་སྦྱོང་བྱེད་ཡག་ལ་གལ་ཆེན་པོ་ཡིན་གདའ་བ། པ་འདུག་ཟེར་ང་རང་ཚོ་ད་ལྟའི་དུས་ཚོད་ལ་ཡག་འདུག་ཅེས་ད་དེ་འདྲས་ཅིག་གལ་ཆེན་པོ་ཅིག་སངས་རྒྱས་ཀྱི་གསུང་བཞག་ཡོད་ན། དེ་འདྲའི་རི་མོ་དེ་རྒྱ་གར་འཕགས་པའི་ཡུལ་ལ་ཡང་ག་བར་མཐོང་ཡ་ཡོད་ན་ག་བར་མཇལ་ཡ་ཡོད་ན་བསམ་པ་ཡིན་ན། ཨ་ནི་ཨ་ཇན་དག་དང་ཨ་ལོ་ར་ཟེར་ཡ་གི་དྲག་ཕུག་སྐད་གྲགས་ཆེན་པོ་ཨ་ནི་དེ་ཨ་ཇན་དག་གིས་ཨ་ནི་དེ་འདྲས་ཀྱི་ལྷ་ཁང་གི་སྒོ་མདོག་གཅིག་ལ་ཡ། རྟེན་འབྲེལ་རླབས་ཆུ་གཉིས་ཀྱི་རི་མོ། ད། ཚོན་ཆ་ག་ཚད་བེད་སྤྱད་ཟུག་ཚ་ལ་གཅིག་ཆ་ག་ཚད་གཅིག་གི་རི་མོ་བྱས་ཚེ་ཁོ་ལ་ཡ་དུམ་བུ་དུམ་བུ་བསྡད་ཚན་ཕལ་ཆེར་དེ་འདྲ་དེ་རྟེན་འབྲེལ་རླབས་ཆུ་གཉིས་ཟེར་གི་ལེའུ་བཅུ་གཉིས་དེ་རེད་ཁོ་དེ་དུམ་བུ་བཅད་བརྒྱབ་ཚེ་རི་མོ་གཅིག་ཡོད་བསྡད་པ་དང། ཨེ་ནི། རྒྱ་གར་གནའ་རབས་རིག་གཞུང་ལྟ་ཉན་དུས་ཚོད་ཀྱིས་འདི་རྟེན་འབྲེལ་ཡིན་རླབས་ཆུ་གཉིས་སྐོར་གྱི་རི་མོ་རེད་ཟེར་ནས་ཁོ་རང་ཚོས་བར་འགྲེལ་བཤད་བརྒྱབ་བཞག་པ་འོ་དེ་འདྲའི་ཡང་བརྗེད་རྒྱུ་འདུག་གཱ། དེ་འདྲའི་གྱི་ཅིག་ལྟ། རྒྱུ་མཚན་ལ་བརྟེན་ནས་ང་ཚོ་སློབ་ཚན་ཉི་མ་བཞི་ཡོད་པའི་ཆ་ནས་ཨ་ནི་ཉི་མ་གཉིས་ལོ་རྒྱུས་སྐོར་ལ་མ་སྐད་ཆ་བཤད། ཨ་ནི་དེའི་རྗེས་ཀྱི་ཉི་མ་གཉིས་དེ་གཞུང་སོ་སོའི་གྱི་ལྟ་ཅིག་འདྲེ་བཤད། གཞུང་སོ་སོའི་གི་ཅིག་དོན་དག་འོ་དེ་གི་དེ་མ་བཤད་ཡ་བྱས་ཏེ་དུམ་བུ་སྡེ་ཚན་དུགས་སུ་བྱས་ཏེ་ཉི་མ་གཉིས་གཉིས་བགོ་བཤའ་བརྒྱབ་ན་བསམ་སྟེ་འོ་དུགས་སུ་བྱས་ནས་ང་རེ་འཆར་གཞི་བྱེད་གི་ཡོད་ད་འཆར་གཞི་དེ་དང་འབྲེལ་ནས་ད་དེ་རིང་དང་སང་ཉིན་གཉིས་དེ་ལ་ཨེ་ནི་ད་འདི་ལོ་རྒྱུས་དེ་གི་དེ་ཨེ་ནི་མ་སྙིང་དུས་སྙིང་དུས་རེད་ད་ཚིག་རེ་རེ་བཞིན་དུ་མ་ཀློག་ཐུབ་ཡ་དུས་ཚོད་འདང་ས་མ་རེད་གོ། སྐད་ཅིག་རྒྱུགས་འོ་རེད་ང་རེ་ཅིག་བཤད་འོ་རེད་དུས་ཚོད་དེ་མགྱོགས་པོ་ཞུགས་རྫོགས་འོ་དུས་དེ་ཡིན་དུས།

འོ་དེས་ཨེ་ནས་འདུག་བ་ག་བ་ཡོད་རེད་ཞུས་པ་ཡིན་ན། ད་ཅི་ཐང་དེ་བཀའ་འགྱུར་པོ་དེ་དཔེ་རིང་དེ་འདྲ་ཡོད་རེད་བ་རེད་དེ་ད་དེང་སང་སྟབས་བདེ་བ་བྱས་རྗེས། བཀའ་འགྱུར་དཔེ་བསྡུར་མ་ཟེར་ཅིག་ཡོང་གི་འདུག་བ། བོད་ནས་དོན་བཞག་པའི་བཀའ་འགྱུར་དཔེ་བསྡུར་མ་ཟེར་ཅིག་གོ། གཞུང་མང་པོ་དང་བསྡུར་བཞག་པ་ཅིག་ཡོང་གི་འདུག་བ། འོ་བཀའ་འགྱུར་དཔེ་བསྡུར་མ་གིས་ཨེ་ནས་འདུག་བ་པོ་དེ། ཆ་ཆ་ཆ་ཉ་ཞེས་པའི། ཉག་ག་དེ་རེད། ཨ་ནི་ཤོག་གྲངས། ཉིས་བརྒྱ། བེ་ཅི་རེད། ཉིས་བརྒྱ་སུམ་ཅུ་སོ་བརྒྱད། ཨ་ནི་འདུལ་བ་རྣམ་འབྱེད་ཀྱི་བམ་པོ་བདུན་ཅུ་པ། ཨོ་དེ་ཆ་གི་འདུལ་བ་འདུལ་བ་རྣམ་འབྱེད་ཀྱི་བམ་པོ་བདུན་ཅུ་པ། ད་སྟབས་བམ་པོ་བདུན་ཅུ་པ་ཁོ་ར་ད་ག་རང་ནི་ཁ་ཐུག་དེ་ཡོང་གི་མི་འདུག་དེ། སྟབས་བམ་པོ་བདུན་ཅུ་པ་ནི་མགོ་གཙོ་བོ་འདུག་བ། སྟབས་བམ་པོ་བདུན་ཅུ་པ་ནས་བྱས་བྱས། ཨ་ནི། ཤོག་གྲངས་ཁ་ཤས་ཅིག་གི་རྗེས་ལ། དེ། ཤོག་གྲངས་ཉིས་བརྒྱ་བཞི་བཅུ། ཞེ་གཉིས་ཞེ་གསུམ་གྱི་ཁ་ཐུར་ལ། འདུ་བ་རྣམ་བཅད་བམ་པོ་བདུན་བཅུ་པ་ཤོག་གྲངས་ཉིས་བརྒྱ་བཞི་བཅུ་ཞེ་གསུམ་གྱི་ཁ་ཐུར་དར་ཨ་ནི་ཤི་ནས་རྒྱལ་པོའི་འདྲ་ཡལ་ནས་བསྐོར་ཏེ་ད་ཟེར་གྱི་འདུག་བ་ཁོ་མ་འོངས་པར་ཟིན་ངེས་ཅི་ཡིན་ན།

ད། ང་རང་གཉིས་མིག་ཏུ་མཐོང་མྱོང་ཡོད་མ་རེད། ང་རང་གཉིས་ལོ་མཉམ་འདྲ་བོ་གཅིག་རེད་སྣ་མཉམ་འདྲ་བོ་གཅིག་རེད། རྒྱལ་པོ་སྟོབས་མཉམ་འདྲ་བོ་གཅིག་རེད་འོ་དེ་འདྲས་ཡིན་དུས་ངས་ཁྱེད་རང་ལ་ཡ། ཨ་ནི། ནོར་བུའི་རིགས་ཅིག་སྐྱེས་དུ་བསྐུར་གི་ཡིན། ཨ་ནི་ཁྱེད་རང་ལ་ཡ། ཅིག་གང། ཅིག་དགོས་མཁོ་ཡོད་པའི་ང་ལ་མངགས་བྱ་བྱེད་དགོས་བ་ག་རེ་ཡོད་པ་ཡིན་ན་ཡང་ལབ་སྲོལ་མེད་པ། ང་ལ་གསུངས་ད། ཨ་ནི་ངས། དམ་དོན་ཞུས་ཆོག་ཟེར། འོ། སྐྱས་དག་བྱས་ཏེ་ཨ་ནི། འདུག་བྱེད་ཕ། རྒྱལ་པོ་གཟུགས་ཅན་ཉུང་པོ་ལ་ཕ་བསྐུར། རྒྱལ་པོ་གཟུགས་ཅན་སྙིང་པོ་ཡང་ཞིབ་ཕྲ་དཀའ་བོ་བྱུང། ཨ་ནི་ད་ཕི་ག་ལ་ཡང་གོམས་གོས་ཡོད་ཆེ་བ་ག་རེ་འདུག་བ་སེམས་ཚོང་པ་དུ་ཚོ་ལ་ཕ་སྐད་ཆ་དྲིས་པའི་སྐབས་ལ་ཡང། དར་དང་གོས་ཅན་གྱི་རིགས་དེ་ད་གོམས་གོས་ཆེ་ཡ་ཡོད་པ་རུ་ཆེ། ཨ་ནི་དར་དང་གོས་ཅན་ཡང། གམ། ཅིག་ད་གམ་དང་བཅས་པ་བ་དུ་ཚོ་ཆེ་ཕ་བཀུར་ཆེ། ད་ད་གི་ན་ཤིན་ཅིག་གི་དུ་ཚོ་ཕ་བཀུར་ལས་ཆེ། ཨོ་དེ་འདྲའི་ཆེ་འདུག་བ་སྐད་ཆ་དེ་བ་དུ་ཅིག་བཞག་ན། ནམ་ཞིག་གི་ཚེ། ཨ་ནེ། རྒྱལ་པོ་དབུ་སྐྲ་ཡག་ནག་གི། ཡང་སྒྱུར། ཨ་ནེ། གཟུགས་ཅན་སྙིང་པོ་ལ་ཡ། ཨ་ནེ། རིན་པོ་ཆེ་སྣ་ཚོགས་ལས་གྲུབ་བཟླས་པས་ཀྱི། ཨ་ནེ། རྒྱལ་པོ་གཟུགས་ཅན་སྙིང་པོ་དམག་བརྒྱ། དེ་ལས་དེ་འདྲ་ཡི་ཡ་མ་འགྲོ་དུ་སྒུག་ཡོད་པ་ཅིག་གནས་ཚུལ་དེ་ཤེས་པའི་ཐོག་ནས་ཨ་ནི་ད་ཁོ་རང་ལ་ཡ་དགོས་མཁོ་ཡོད་པ་དེ་ཨ་ནི་གོ་ཁྲབ་ཅིག་རེད་ཤག་འདུག་དེ་འདྲ་ཡིན་དུས་སྐུ་གཟུགས་ཆེ་ཆུང་གི་ཚད་དང་དེ་ཚོ་ག་འདྲས་ཡོད་རེད་ཟེར་ཚོང་པ་དེ་ཚོ་ལས་སྐད་ཆ་དྲིས་ནས་དེའི་ཚེ་སྐུ་གཟུགས་ཀྱི་ཚད་དང་མཉམ་པ་ཅིག་གིས་ཨ་ནི་ཏག་ཏག་རེད་རན་པ་ཅིག་གིས་ཨ་ནི་རིན་པོ་ཆེ་སྣ་ཚོགས་ལས་གྲུབ་པའི་གི་ཨ་ནི་གོ་ཁྲབ་ཅིག་ཨ་ནི་སྐྱེས་སུ་བསྐུར། ཨ་ནི་རྒྱལ་པོ་གཟུགས་ཆེན་སྙིང་པོ་ཧ་ལས་པའི་གི་ད་དགའ་བོ་བྱུང།

རི་མོ་དེ་བྲི་མ་ཐུབ་པར་དཀའ་ངལ་ཇེ་ལྷག་ཆེ། དེ་འདྲའི་བྱས་ཡིན་དུས་ཨ་ནི་དེ་བཞིན་གཤིས་པས་ད་གལ་བྱེད་ཀྱི་མ་རེད། ཨ་ནི། ཉི་མའི་གྲིབ་མདངས་ཕོག་སར་ཡང་དེ་བཞིན་གཤིག་པ་ཕལ་ཆེ། ཨ་ནི་ཉི་མའི་གྲིབ་མདངས་ཕོག་སའི་ཨ་ནི་དེ་བཞིན་གཤིག་པའི་སྐུ་གཟུགས་ཀྱི་གྲིབ་མདངས་ཅིག་དེ་གས་ཤར་ཡོང་སར་དེ་ལ་ཡང་ཨ་ནི་ཚད་ཆེན་ཨ་ནི་ཁྱེད་རང་ཚོ་རི་མོ་བྲིས། འོ་དེ་འདྲའི་བྱས་ཚེ་དེ་བཞིན་གཤེགས་པའི་ཐམ་ཀའི་ནང་དུ་འོང། དངོས་སུ་དེ་བཞིན་གཤེགས་པའི་ཞལ་རས་ལ་བལྟས་ནས་རི་མོ་བྲིས་མ་ཐུབ་ཏུ། ཨ་ནི། ནགས་ལ་བལྟས་ནས་ཨ་ནི་རི་མོ་བྲི་ཡ། འོ་ཐུགས་སུ་ཆེ། ཨ་ནི་རི་མོ་དེ། བྲིས་པས་བཞུགས་དེ་ལ་ཡ། ཨ་ནི། ངའི་གཟུགས་བརྙན་གྱི་རི་མོ་དེ་ཡིས་འོ་དེ་ལ་ཡ། སྲིད་པའི་འཁོར་ལོ་ཕྱག་ལྔ་པ། རྟེན་འབྲེལ་ཡན་ལག་བཅུ་གཉིས་ལུགས་འབྱུང་ལྡོག་གི་ཨ་ནི་རི་མོ་བྲིས་ཤིགས་སུ་བྱས། ཨ་ནི་དེ་བཞིན་གཤེགས་པས་འདི་ཡང་ཞལ་བཀོད་གནང། ཨ་ནི་དེ་ཙམ་དུ་མ་ཟད་པས་དེའི་སྒང་དེ་ལ་ཡ། ཨ་ནི།

ད་གར་ཟེར་བ་རེད་རྒྱལ་པོའི་ཁབ་ཟེར་ན་མི་འདུག་ཡུལ་མང་ག་དེ་ར་ཡ་ཨན་དེ་བཞིན་ཞིག་བ་ཟེར་མཁན་ཅིག་བ་དེ་གི་ཨི་ནི་སྐུ་གཟུགས་རི་མོ་རེད། ཨོ་ད་དེ་ནས་འདི་གི་ཨ་ནི་འོག་གི་རི་མོ་དེ་ག་རེ་རེད་ཟེར་ན། ཨོ་སྐྱབས་སུ་འགྲོ་བ་དང། ཨ་ནི་ཁྲིམས་ལྔ་སྲུང་བ་ལ་སོགས་པའི་དེ་འདྲའི་གི་ཐོབ་ཀྱིས་ཨ་ནི་ཅིག་ད་ཆུ་ཀླུང་གི་བསླབ་པའི་གཞི་བྱས། ཏིང་ངེ་འཛིན་གྱི་བསླབ་པའི་གྲོགས་བྱས། ཤེས་རབ་ཀྱི་བསླབ་པའི་མིང་བསྒྲུན་མཆོག་བསླབ་པ་གསུམ་གྱི་ཉམས་ལེན་གྱི་འདུ་ཤེས་གནད་བསྒྲིལ་བའི་ཐོག་ནས་ཨེ་ནི་བདེན་པ་ཞིག་གི་རྣམ་གཞག་འོ་དེ་གས་དེ་ལ་ཡ་ཨེ་ནི་ཅིག་ཉམས་སུ་ལེན་པ་ཡིན་ན་ཨེ་ནི་འདི་ལྟ་བུ་ཨེ་ནི་ཅིག།

གསེར་གྱི་སྒྲོམ་གཅིག་དང་ཐོང་རྟ་དང་པོ་ཟེར་ན་སྐོར་དེ་རེད་རྡོག་རྡོག་རིལ་རིལ་རུབ་དེར་དང་པོ་ཟེར་རེད་དོ། གསེར་གྱི་དུམ་བུ་གཅིག་ནགས་ལ་བཅུག། གསེར་གྱི་དུམ་བུ་དེ་ཡང་ཕྱི་ལོགས་དེ་ལ་དངུལ་གྱི་དུམ་བུ་གཅིག་ནགས་ལ་བཅུག། དངུལ་གྱི་དུམ་བུ་དེ་ཡང་ཟངས་ཀྱི་དུམ་བུ་གཅིག་ནགས་ལ་བཅུག། ཟངས་ཀྱི་དུམ་བུ་དེ་ཡང་གྲི་སྣ་ཚོགས་ཀྱིས་གོས་བདེ་བས་ཀྱི་ཨ་ནི་གཅིག་གོས་དག་ཟེར་ན་གཅིག་གོས་ཆེན་གྱིས་དག།

རྒྱལ་པོ་ཨུཏྤལ་ཡར་ན་ལ་ཡི་གེ་འདི་བག་དང་ཨེ་རྒྱལ་པོ་ཨུཏྤལ་ཡར་ན་ཡི་གེ་འདི་ཀློག་ཡིན་དུས་ད་དེ་འདྲས་དེ་འདྲས་ཀྱི་སྐད་བཟང་པོ་ཅིག་བསྐུར་གི་ཡོད་དེ་འདྲས་ཡིན་དུས་ལམ་དང་གྲོང་ཁྱེར་དང་དུ་ཚོ་ས་གཞི་དེ་ཚོ་གཙང་མ་བཟོ་རོགས་བྱེད་དེ་ནས་རྦད་དེ་སྐྱེ་བོ་ཚོགས་མང་པོ་ཡང་འདུས་རོགས་བྱེད་གུས་ཞབས་ཆེན་པོའི་ཐོག་ནས་ངའི་སྐད་དེ་ཁྱེད་རང་གིས་གླེང་རོགས་བྱེད་ཟེར་ནས་འོ་དུགས་བྱས་ནས་ཨ་ནི་དཔག་ཚད་གསུམ་གྱི་ས་ཆ་ད་ཨ་རེ་དང་པོ་དཔག་ཚད་གསུམ་ཟེར་ཡ་དེ་འདོམ་ང་རྒྱ་གཅིག་གི་གསུམ་རེད་བ་བདག་མོ་བརྒྱ་ལ་རྒྱང་གྲགས་གཅིག་རྒྱང་གྲགས་བརྒྱད་ལ་དཔག་ཚད་གཅིག་རུ་བའོ། དེ་འདྲའི་གཅིག་གི་དཔག་ཚད་གསུམ་རུ་བའོ། དེ་འདྲའི་གཅིག་གི་དཔག་ཚད་གསུམ་གྱི་ས་ཆ་ནས་ཨེ་ནི་རྒྱལ་པོ་དབུ་སྐྲའི་ནས་དེར་འདྲ་བའི་གི། རྟེན་གྱི་ཡན་ལག་བཅུ་གཉིས་ཀྱི་སྲིད་པ་འཁོར་ལོའི་གི་རི་མོ་དེ་ཨེ་ནི། བཀུར་སྟི་ཆེན་པོའི་སྒོ་ནས་ཚུར་ལས་ཨེ་ནི། འོ་དུགས་བྱས་ནས་ཨེ་ནི་ཞི་ནི་ཞེས་ཁ་ཆེ།

འོ་དུ་ཚོ་ཤེས་པའི་རྐྱེན་ལ་བརྟེན་ནས་ཨེ་ནི། གང་འདྲ་ས་གནས་དེ་ག་རང་ལ་ཡ་ཨེ་ནི། རྒྱུན་ཞུགས་ཀྱི་འབྲས་བུ་དང་འཕགས་པའི་ཡོན་ཏན་འོ་དུ་སུ་ཐོབ་པ་ཡིན་པ་རེད།
ད་ད་འདྲའི་ཆགས་པའི་དེའི་ནང་ལ་ཡ། ནམ་རྒྱུན། རྟེན་འབྲེལ་འདོན་འབྲེལ་གྱི་ལུང་གཅིག་དྲངས་ཀྱི་ཡོད་རེད་ནམ་རྒྱུས་ལུང་མ་ལུང་འདྲེན་བྱས་ཡིན་དུས་རྟེན་འབྲེལ་འདོན་འབྲེལ་གྱི་ལུང་དྲངས་ནས་ཨང། འདི་ལྟར་དེས་འདི་ཡོད་པས་འདི་འབྱུང་འདི་སྐྱེས་པས་འདི་སྐྱེ། དེ་ནི་མ་རིག་པའི་རྐྱེན་གྱིས་འདུས་བྱས་འོ་འདི་ནམ་རྒྱུན་རྟེན་འབྲེལ་འདོན་འབྲེལ་གྱི་ལུང་གཅིག་དྲངས་ཀྱི་ཡོད་རེད་ཁུ། རྟེན་འབྲེལ་འདོན་འབྲེལ་ནང་ལས་གསུངས་ཡོད་རེད་ལ། འདུལ་བ་ལུང་གི་སྐབས་ལ་ཡང་ད་ལྟའི་དབུ་སྐྲ་ཡོད་ནས་འདིའི་སྐབས་ལས་དེ་ག་གསུངས་འདུག་ག།

ནུས་པའི་རྐྱེན་རྐྱེན་གསུམ་ལ་བརྟེན་ནས་བྱུང་བ་དེ་རེད། འོ། རྒྱུ་མེད་པ་དང། ད། དབང་ཕྱུག་གི་བློ་ཡིས་གཡོ་བ་སྔོན་དུ་བཏང་ནས་བྱུང་བ་དེ་མ་རེད། འོ་དེ་ཡིན་ཙང་གཡོ་བ་མེད་པའི་རྐྱེན། འོ་དེ་ལ་ཡ། ཨེ། འདི་ལྟ་སྟེ་འདི་ཡོད་པས་འདི་བྱུང། འོ་རྒྱུ་འདི་རེ་ཡོད་པས་ཨེ་ནི་འབྲས་བུ་འདི་བྱུང་བ་རེད། རྒྱུ་འདི་ལ་བརྟེན་ནས་འབྲས་བུ་འདི་བྱུང་བ་རེད། གཡོ་བ་མེད་པ་དང་རྒྱུ་མེད་པ་ལས་བྱུང་བ་ཅིག་མ་རེད། འོ། ད་འདི་སྐྱེས་པའི་ཕྱིར་འདི་སྐྱེས་གསུང་ཡང་དེ་མི་རྟག་པས་ཀྱང་གསུང་གི་འདུག་བ། དེ་ག་རེ་རེད་ཟེར་ན། རྒྱུ་མི་རྟག་པ་གཅིག་ལས་འབྲས་བུ་མི་རྟག་པ་ཡོང་གི་རེད་མ་གཏོགས་གཅིག་རྒྱུ་རྟག་པ་གཅིག་ལས་འབྲས་བུ་མི་རྟག་པ་གཅིག་ཡོང་ཤིན་གི་མ་རེད་རྒྱུ་འབྲས་གཉིས་འཕྲོད་འགྲོ་ཡང་ཉེན་ཁ་ཡོད་དེ་འདྲས་ཡིན་དུས་འབྲས་བུ་མི་རྟག་པ་གང་དང་གང་གཅིག་འགྱུར་བ་སྣ་ཚོགས་འགྲོ་བསྡད་ཡ་དེ་རྒྱུ་དེ་ཡང་འགྱུར་བ་སྣ་ཚོགས་སུ་འགྲོ་བས་རྒྱུ་མི་རྟག་པ་གཅིག་ལས་བྱུང་གི་རེད་མི་རྟག་པའི་རྐྱེན་འོ་དེ། འདི་སྐྱེས་པའི་ཕྱིར་འདི་སྐྱེས། ད་ང་ན་རྒྱུ་ཡིན་མིན་ཐམས་ཅད་ལས་འབྲས་བུ་ཡིན་མིན་གང་འཇུག་མ་འཇུག་འདུ་བྱེད་ཡུལ་འགོར་བས་སོ། འོ། རང་དང་རིགས་མཐུན་པས་ཨེ་ན་དེ་འདྲས་ཀྱི། རྒྱུ་ལས་འབྲས་བུ་དེ་འབྱུང་གི་རེད། གང་འདྲ་ཅིག་འདྲ་བ་ཡིན་ན། རྒྱུ་དགེ་བ་ལས་འབྲས་བུ་བདེ་བ་ཡོང་གི་རེད། རྒྱུ་མི་དགེ་བ་ལས་འབྲས་བུ་སྡུག་བསྔལ་ཡོང་གི་རེད་མ་གཏོགས་ཅི་གི་མི་དགེ་བ་ལས་བདེ་བ་དང། དགེ་བ་ལས་སྡུག་བསྔལ་ཟད་ཅིག་ཨོ་སྟེ་རྒྱུ་ཡིན་མིན་སྣ་ཚོགས་ལས་འབྲས་བུ་ཡིན་མིན་སྣ་ཚོགས་ཡོང་གི་མ་རེད་དེ་འདྲའི་ཡིན་དུས་ཨེ་ནི་ཀུན་ནས་ཉོན་མོངས་ཆོས་ཀྱི་རྟེན་འབྲེལ་གྱི་རྩ་བའི་རྒྱུ་ཨེ་ནི་མ་རིག་པ་དེ་ལས་ཨེ་ནི་འདུས་བྱས་ཨོ་འདུ་བྱེད་དེ་ཨེ་ནི་ཉོན་མོངས་དེ་འདྲ་ཀུན་ནས་ཉོན་མོངས་ཆོས་ཀྱི་རྟེན་འབྲེལ་སུ་གྱུར་པའི་རྒ་ཤིའི་བར་གྱི་ཨེ་ནི་དེ་གྱི་དེ་གཅིག་གིས་སྔ་མ་སྔ་མ་ལ་བརྟེན་ནས་ཕྱི་མ་ཕྱི་མ་འདུག་ཟེར་ཡོང་གི་རེད་ཟེར་སྔ་མ་སྔ་མ་འགགས་པས་ཕྱི་མ་ཕྱི་མ་དེ་གྱི་དེ་ཡང་འགགས་འདུག་རེད་ཟེར་ཟེར་ཨེ་ནི་ཀུན་ནས་ཉོན་མོངས་ཆོས་ཀྱི་རྟེན་འབྲེལ་ལུང་རྒྱུན་ལུང་རྟོགས་དེ་ལྟ་དེ།

རྒྱུན་དུ་ཞུགས་པའི་འབྲས་བུ་འཕགས་པའི་བདེན་པ་ཐོག་མར་ཐོབ་ཅེས་འོ་དུགས་བྱས་ནས་མངོན་དུ་གྱུར་བ་ཡིན་ཙང་ད་དཔེ་མི་སྲིད་པས་ད་དགའ་བོ་བྱུང་སྟེ་ད་འདི་ན་མང་པོ་ཞུ་བྱེད་འདུག་ཚིགས་བཅད་ཅིག་འདུག་དེ་ཅིག་འདོན་པ་ཡིན་ན། རིང་ན་བཞུགས་པའི་སངས་རྒྱས་ཀྱིས་ཤེས་རབ། སྐྱེ་དམིགས་རྣམ་པར་སྦྱང། གང་ལ་དེ་འདྲའི་སྲོལ་མངའ་བ། དམན་པའི་ཕྱོགས་ལ་ཕྱག་འཚལ་ལོ། ཞེས་རྗེ་ཨོ་ཏི་བསོད་འདོད་བདུན་སྡེ་གཅིག་པས་ནི་འདོན་འདུག་བ། ཐག་དེ་རིང་པོ་ཞིག་བརྒྱུད་ལ་བཞུགས་ཡོད་རེད་སངས་རྒྱས་ཟེར་མིན་གྱིས་ད་ལྟ་ངའི་མིག་གི་མངོན་སུམ་བཅོས་ཡུལ་ལ་ཡོད་མ་རེད། ཡོད་མ་རེད་དེ། སངས་རྒྱས་རང་ཉིད་ཀྱིས་ཨ་ནི། གཅིག་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ། གཙོ་བོ་གཙོ་བོ། དེ་ཁོ་ན་ཉིད་རྟོགས་པའི་ཤེས་རབ།

ལུས་བསྲང་གིས་ཁྱེད་ལ་ཕྱག་འཚལ་ལོ། ཞེས་བྱ། བདག་གང་དག་ངའི་རྒྱུད་ལ་གཏོགས་པའི་ཡོན་ཏན་འདི་འདྲའི་ཅིག་དེ་ལྟར་དངོས་གནས་གྲགས་ནས་བདག་ང་ངེས་གསུང་དུ་སྐྱེལ་མོ་བ་འདི་ནས་བྱུང། མ་འོངས་པ་ལ་ཡང་འཁོར་བ་འཁོར་ཡག་གི་ལས་བསགས་མོ་བ་འདི་ནས་བྱུང། འཇིག་ཚོགས་ལ་ལྟ་བའི་རི་བོ་ཉི་ཤུ། ཉི་ཤུ་ཡང་དག་བཅོམ་ཡང་མགོ་ཚུགས།

མཱ་ག་དཱ་ལའི་ཕ་བསྐུར། ཨེ་ནུ་བསྐུར་ནས། ཨེ་ནུ། དང་བུས་འབུལ་ས་ར། རྒྱལ་པོ་གཟུགས་ཅན་སྙིང་པོས་ཀྱིས་དེའི་ལན་དུ་ཆ་ཚང་ཀློག། ཨེ་ནི་སངས་རྒྱས་བཅོམ་ལྡན་འདས་ལ་དགོངས་པར་ཞུ། ཨེ་ནི། དགེ་སློང་དེ་ལ་ཡ། དང་ད། དགེ་རྒན་བཏང་ཡ་དེ། ཨེ་ནི་དང་ད་ཀ་ད་ཡ་ན། འཕགས་པ་ཀ་ད་ཡ་ན། ཐང་པོ་དུ་བ་ལ་མཆོག་ཏུ་ལུང་བསྟན་པ་འཕགས་པ་ཀ་ད་ཡ་ན་ཡིན་པ་རེད། འོ་འཕགས་པ་ཀ་ད་ཡ་ན་ལ་བཀའ་ཕབ་རྗེས་འོ་ད་ཁྱེད་རང་དེ་ནས་ཕར་འགྲོ་དགོས་ཀི་རེད་ཟེར་རྗེས་དེ་བཀའ་གནང་བ་ཡིན་པ་རེད། ཀ་ད་ཡ་ན་དེའི་སྤྱི་བཏང།

སའི་སྒྲ་གཅན་འཛིན་ནས་མར་བརྒྱུད་པ་གཅིག་རེད། ད་ད་ལྟ་ཤྲཱི་ལངྐ་ཐའི་ལན་དུ་འབར་མ་མན་མར་ཨོ་དེ་ཚུལ་གྱི་ཨ་ནི་དགེ་སློང་གི་སྡོམ་པའི་རྒྱུན་དེ་ཨ་ནི་གནས་བརྟན་དེ་བ་འཕགས་པ་ཀ་ད་ཡ་ན་ནས་བརྒྱུད་པར་ཨོ་དེ་འདྲ་བའི་འཕགས་པ་ཀ་ད་ཡ་ན་དེ་རེད་ཨོ་དེ་འདྲ་བའི་འཕགས་པ་ཀ་ད་ཡ་ན་དེ་ཨ་ནི་ད་འདྲ་དེ་ད་སེམས་དེ་ལུང་པ་ལ་ཡ་ད་འདྲ་རུ་རུ་ཁ་ས་ཡ་གི་འོ་ལུང་པ་དེ་ལ་ཡ་ཨེན་འདུག་སུ་པ་སང་གི་ཆུ་ནང་དེ་གི་ཏང་ནང་ཡིན་པ་རེད་དེ་ཁོ་རང་སྐྱིད་བོ་མེད་པ་རེད་ད་ལྟ་དཔེ་ཆ་ནང་ལ་བྱས་ན་ཨེ་ནི་ཁོར་དགེ་སློང་ལྔ་བརྒྱ་དུ་བཅད་རྗེས་ནི་བག་ཕེབས་པ་ཡིན་འོ་དེ་འདྲ་ཞིག་འདུག་ལ་ས་ཨེ་ནི་བག་པ་ཀ་ད་ཡ་ནི་ལུང་པ་དེ་ལ་ཕེ་ཨེ་ནི་ལུང་པ་དེ་ལ་ཕེ་ནི་ལུང་པ་དེ་གི་ཁམས་དང་བསམ་པ་དང་བག་ལ་ཉལ་རང་བཞིན་དེ་ཚོ་ཆ་ཚང་ཁོང་དུ་ཆུད་པར་གནང་ནས། སྲོག་ཆགས་ཨེ་ནི་མ་ཆོས་གསུང་མོལ་སྐབས་ལ་སྲོག་ཆགས་འབུམ་ཕྲག་དག་གིས་ནི་གང་ཐོས་ནས་ཁྱད་པར་ཆེན་པོ་རྟོགས་པར་གྱུར་ཏེ། དེ་ལྟ་བུའི་ཆོས་སྟོན་པར་བྱེད་དེ་ཁ་ཅིག་ནི་རྒྱུན་དུ་ཞུགས་པས་འགྲིབ་བོ། འཕགས་པའི་དགོངས་པ་ཐོབ། ཁ་ཅིག་ནི་ཨེ་ནི་ཕྱིར་མི་འོང་བས་འགྲིབ་བོ། ཕྱིར་འོང་བས་འགྲིབ་བོ། ཁ་ཅིག་ནི་ཕྱིར་མི་འོང་བས་འགྲིབ་བོ། ཨེ་ནི་ཁ་ཅིག་ནི། རང་རབ་ཏུ་བྱུང་སྟེ་ཉོན་མོངས་པ་ཐམས་ཅད་སྤངས་པའི་དགྲ་བཅོམ་པ་ཉིད་མངོན་དུ་བྱས། འགའ་ཤས་ནི་དགྲ་བཅོམ་པའི་གོ་འཕང་ཡང་ཐོབ། ཁ་ཅིག་ནི། ཉན་ཐོས་ཀྱི་བྱང་ཆུབ་མཆོག་ཏུ་སེམས་བསྐྱེད། ཁ་ཅིག་ནི། རང་རྒྱལ་གྱི་བྱང་ཆུབ་མཆོག་ཏུ་སེམས་བསྐྱེད། ཁ་ཅིག་གིས་ནི། བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་སེམས་བསྐྱེད། འཁོར་ཕར་ཕྱིར་སངས་རྒྱས་ལ་ཤོར་བ་ཆོས་ལ་འབབ་པ། ཨེ་ནི། དགེ་འདུན་ལ་བབ་པ་སེམས་ནི་འོ་ད་དེ་འདྲས་སྐྱེད་ཅེས་ཀྱིས་གང་ལྟར་སྐྱབས་གནས་དཀོན་མཆོག་གསུམ་དད་པའི་ས་ལ་ཡང། ཨེ་ནི། མང་ཆེ་བ་ཅིག་བཀོད། ད་གང་ལྟར།

ཀ་ད་ཡ་ནས་ང་གཉིས་གཉིས་ལ་ཆོག་མཆན་གནང་གི་ཡིན་ན་ནི་ཨ་ནི་ང་གཉིས་གཉིས་གྲྭ་པ་བྱེད་ངེས་འདུག་གི་འདུག་ད། ཁྱིམ་ནས་ཁྱིམ་མེད་པ་རབ་ཏུ་བྱུང་ངེས་འདུག་གི་འདུག་ཨ་ནི། དེ་འདྲའི་ཅིག་ང་གཉིས་གཉིས་ལ་དེ་འདྲའི་གོ་སྐབས་ཅིག་ཡོད་པ་ཅིག་ཡིན་ན་ཨ་ནི་ང་གཉིས་རབ་ཏུ་བྱུང་བ་གནང་རོགས་གནང། བྱས་བྱས་ཡ། ཞུས་པ་ཡིན་པ་རེད། ཨོ་དེ་བྱས་ནས་ཨ་ནི་འཕགས་པ་ཀ་ད་ཡ་ན་གི་བའི་ཁུ་ཉིན་གཉིས་ཀྱི་ཁམས་དང་མོས་པ་ག་འདྲའི་ཡོད་པ་དེ་གཟིགས་ཡིན་དུས་ཁུ་ཉིན་གཉིས་རབ་ཏུ་བྱུང་ནས་ཚེ་དེ་ལ་དགྲ་བཅོམ་པའི་འབྲས་བུ་ཐོབ་ཀྱི་ཡོད་པ་དེ་མཁྱེན་བྱས། ཨ་ནི་ད་ཁ་རང་ཡོང་གི་རེད། བྱས་བྱས་བྱས་རྗེས་ནི། རྒྱ་བ་དང་བཀའ་རྒྱ་གཉིས་པོ་དེ་འཕགས་པ་ཀ་ད་ཡ་ནས་འཁྲུངས་ནས་ཚངས་པར་སྤྱངས་པ་ཆོས་ད་ཀ་འདའ་རབ་ཏུ་བྱུང་བ་རེད། རབ་ཏུ་བྱུང་ནས། ཅིག་བསླབ་པའི་གནས་དེ་གའི་དེ་ལ་ཡ་མ་འདུག་ཅེས་རིམ་པ་བཞིན་དུ་མ་གསུངས་རྗེས་དེ་བྱས་ནས་ཁོ་གཉིས་གཉིས། འཕགས་པའི་གོམ་པ་ཐོབ་པ་ཙམ་དུ་མ་ཟད་པའི་དགྲ་བཅོམ་པའི་འབྲས་བུ་ཁོ་ན་གཉིས་འདུག་ཅེས་ཐོབ་པ་འོ་ཐུགས་སུ་བྱུང་བ་ཡིན་པ་རེད།

མེ་འབར་སྐུ་སྨད་ལས་ཆུ་འཛག་པ་ལ་སོགས་པའི་ཨེ་ནུ་རྫུ་འཕྲུལ་གྱི་བཀོད་པ་སྣ་ཚོགས་ནམ་མཁའ་ལ་ལྡིང་བ་ལ་སོགས་པའི་རྫུ་འཕྲུལ་གྱི་བཀོད་པ་སྣ་ཚོགས་བསྟན་རྗེས་སེམས་ཅན་མང་པོ་དད་པའི་ས་ལ་བཀོད་ནས་ཨེ་ནི་ཁོ་རང་ཉིད་སྐུ་མྱ་ངན་ལས་འདས། ཨོ། ཕུང་པོ་ལྷག་མ་མེད་པའི་དབྱིངས་སུ་མྱ་ངན་ལས་འདས། མྱ་ངན་ལས་འདས་ཡིན་དུ་ད་དགྲ་བཅོམ་པ་བརྒྱ་དང་བཀའ་བརྒྱ་གཉིས་ཀྱིས་ད། སྐུ་ཕུང་དེ་སྐུ་གདུང་དེ་ལ་ཨ་ནི་མཆོད་རྟེན་བརྩིགས་ནས་ཨ་ནི་མཆོད་རྟེན་ཆེན་པོ་གཉིས་བཞེངས་རྗེས་འོ་དེ་ཡིས་ཨ་ནི་རྒྱ་དང་བཀའ་རྒྱ་གཉིས་ཀྱི་དགྲ་བཅོམ་པ་གཉིས་ཀྱི་སྐུ་གདུང་གི་མཆོད་རྟེན་རེད་ཟེར་ནས་ཕྱག་མཆོད་པའི་གནས་སུ་ཡང་བཞག། ཨ་ནི་ད་དཔེ་མི་སྲིད་པའི་ལུང་པ་དེ་ལ་ཡང་ནང་པའི་ཆོས་ཀྱི་བསྟན་པ་དར་པོ་ཞེ་བོ་གཅིག་བྱུང། རྒྱལ་པོ་ཨུ་ཏྲ་ཡ་ན་ཁོ་རང་ཡང་དུས་དུས་སུ་ཨ་ནི་འཕགས་པ་ཀ་ཏཱ་ཡ་ནའི་སྐུ་མདུན་ལས་གསུང་ཆོས་ཞུ། ཨ་ནི་འཕགས་པ་ཀ་ཏཱ་ཡ་ནས་རྒྱལ་པོ་ཁོ་རང་ཙམ་དུ་མ་ཟད་པའི་རྒྱལ་པོའི་བཙུན་མོའི་ཚོགས་དང་བཅས་པ་ལ། ཅིག་ལ། འོ་དེ་འདས་རྗེས་ཁོ་རང་ཚོ་དེ་པའི་ས་ལ་བཀོད་ཡོད་འདུག་ད། བཙུན་མོའི་ཚོགས་རྣམས་ཀྱིས་ཨ་ནི་རབ་ཏུ་བྱུང་འདོད་ཡོད་པ་འོ་དེ་ཚོ་ཡང་རབ་ཏུ་བྱུང་ཡག་གི་ཆད་འདུག་ད་དགེ་སློང་མ་ཅི་ཡང་ཕྱི་རྒྱུ་ན་ལ་ཁྱེར་ན་ཡག་པོ་འདུག་ཅེས་རེད་ཨེ་ནི་ཡང། རྒྱལ་པོ་སུ་ཅིག་ནི་འགོ་ལ་བག་ལན་བསྐུར་བ་བྱས་འོ་ཐུགས་སུ་བཅར་བ་ཡིན་པ་རེད། ད་ཟེར།

རྗེས་ཡ། ཨེ་ནི། གྲོངས་ཀྱི་ཡོད་པ་དེ། རྒྱལ་པོ་དབུ་སྐྲ་ཡིན་ན་ད་འཕགས་པ་ཐོབ་དོ་ཡག་རོགས་འཕགས་ལམ་ཐོབ་དོ་ཡག་རོགས་བ་དེ། མཁྱེན་གྱི་ཡོད་ཡིན་པ་རེད། འོ་ད་ཁྱེད་རང་ལ་ཡ། ཚེ། ཚོས་དེ་ཞག་པོ་འདོན་གྱི་མ་གཏོགས་མི་འདུག་ཨཱས། འོ་དེ་ལ་ཡིན་དུས། ཨཱ་ནི། རྒྱ་གྲོང་མ་རིས་མའི་སྐུ་མདུན་ནས། ཨཱ་ནི། དགེ་སློང་མ། ཨཱ་ནི། རབ་ཏུ་བྱུང་སྟེ། ཨཱ་ནི། ཕལ་ཆེར། ཚེ་འདི་ག་རང་ལ་ཡ། ཉོན་མོངས་ཐམས་ཅད་སྤངས་པས། ཨཱ་ནི། དགྲ་བཅོམ་པའི་འབྲས་བུ་དགྲ་བཅོམ་མ་ཡི། འབྲས་བུ་གོ་འཕང། ཐོབ་ཐུབ་པ། འོ་དེ་འདྲས་བྱུང་བའི་ལོ་རྒྱུས་འདུག་ཨཱ།